ལ། ཆོས་ཐུན། བཅུ་བཞི་པ། རེད་ལ། དེ་ནི་ཆོས་ཐུན་བཅུ་བཞི་པ་སྟེ་དཔེ་མེད་ལ་སེམས་ཟིན་པ་ཞེས་གསུངས་ཡོད་པ་རེད། དེ་ནས་དེ་ཡང་དག་བསྐྱར་དུ་ཁ་སེང་གི་ཡན་ཆད་གོང་དུ། དང་པོ་དག

དེ་ནས་ད་དེའི་རྗེས་སུ་ལ་དེ་ནས་ད་དེ། དེ་ལྟ་བུ་དགོངས་པའི་སྐབས་སུ་ལ་དེ་ནས་གཙོ་བོ། སེང་གེ་གཉིས་ངོས་བཟུང། སེང་གེ་གཉིས་ངོས་བཟུང་ནས་ད་ཏིང་ངེ་འཛིན་ལ་བར་ཆད་བྱེད་པའི་གི་སེང་གེ་གཉིས་པོ་དེ་ངོས་བཟུང། དེ་ནས་སེང་གེ་གཉིས་པོ་དེ་ངོས་ཟིན་ནས་དེ་ནས་སེང་གེ་གཉིས་པོ་དེ་སྤང་བར་བྱེད་པའི་གི་ཐབས་དེ་བསྟན་ནས། ད་གཙོ་ཆེ་བ་ག་རེ་རེད་ཟེར་ན་ང་རང་ཚོ་ཏིང་ངེ་འཛམ་གླིང་སྒང་པའི་སྐབས་སུ་ལ་བར་ཆད་དྲག་པོ་དེ་ཞིང་སྐད་རྣམ་པ་གཉིས་ཡོད་བ་རེད་ལ་དེ་ནས་དེ་ཞིང་སྐད་དེ་སྤངས་ནས་དེ་ནས་ཡིན་གཅིག་མིན་གཅིག་ཞིང་སྐད་གཉིས་དང་བྲལ་བའི་ཏིང་ངེ་འཛིན་གཙང་མ་བཅས་ལ་མཉམ་པར་བཞག་པ་དེ་གལ་ཆེ་བ་ཡིན་པའི་ཕྱིར་ན་དེ་ནས་ཞིང་སྐད་གཉིས་སྤངས་པའི་ཐབས་དེ་གསུངས་བ་རེད་ལ།

ཙམ་གྱིས་ལས་མ་གཏོགས་དེ་ནི། ད་ལྷག་མཐོང་གི་གཏན་འཁེལ་བརྗོད་པའི་གཞི་གནས་ཡང་དག་པ་དེ་ལ་འགྲོ་གི་ཡོད་མ་རེད་ལ། དེ་ནི་དེའི་ཕྱིར་ན་ལྷག་མཐོང་གི་གཏན་འཁེལ་བརྗོད་པའི་གཞི་གནས་ཡང་དག་པ་དེ། ད་དམིགས་ཀྱི་སྟེང་མེད་པ་ལ་སེམས་ལྷོད་པོར་གནས་པའི་གཞི་གནས་ཀྱི་དགོས་པ་ཡིན་པའི་ཕྱིར་ན་དེ་ནི་ད་དེ་ལ་གཏན་མེད་ལ་སེམས་འཛིན་པ་གསུམ་གྱི་ཡོད་པ་སྟེང་མེད་པ་དམིགས་པའི་གི་སྟེང་མེད་ཀྱི་ཡོད་དུ་གཅོད་པ་ལ་ཡང་སེམས་འཛིན་པ་མ་ཡིན་པ་རྣ་བའི་ཡུལ་དུ་བརྗོད་པ་ལ་ཡང་སེམས་འཛིན་པ་མ་ཡིན་པ་གང་ལ་ཡང་དེ་ནི་དམིགས་པའི་སྟེང་མེད་པར་རང་བཞིན་གྱི་སེམས་སྣང་སྟོང་དང་བྲལ་བ་ལྷོད་པོར་འཇོག་པའི་ཐབས་བསྐྱེད་ལ་དེ་མིག་ལ་སེམས་འཛིན་པ་གསུམ་གྱི་ཡོ་བ་རེད་ལ། དེ་ནི་ད་དེ་ཡང་ད་གཙོ་བོ་ག་འདྲའི་ལུགས་ཀྱི་ཡོ་བ་རེད་ཟེར་ན། དེ་ནི་ད་ད་ལྟ་དང་པོ་ང་རང་ཚོ་ད་ཁྲིད་ཡིག་གི་ནང་དུ་དམིགས་པའི་སྟེང་ལ་དེ་ནི། ས། ཆུ། མེ། རླུང། ནམ་མཁའ། ད་དེ་འདྲའི་ཚེ། སྒང་ནས་ད་དང་པོ་ས། ས་གྲུ་བཞི་ས་ཡི་དམིགས་པའི་སྟེང་ལ་གྲུ་བཞི་ཆུང་ཆུང་བསྐྱེད། དེ་ནས་དེ་ཡི་ཕྱི་ལོགས་ལ་ཆུ་ཡི་དམིགས་པའི་སྟེང་ལ་ད་ས། ས་སྤྱི་དང་གི་ཁ་རུ་འོང་དུ་བྱས་ན་སེར་པོ་གྲུ་བཞི་ཆུང་ཆུང་བསྐྱེད། དེ་ནས་དེ་ཡི་ཕྱི་ལོགས་ལ་ཆུ་ཡི་དཀྱིལ་འཁོར་ཟླུམ་པོ། དཀར་པོ་ཟླུམ་པོ་བརྒྱད་ཆུ་ཡི་མིག་དཔེ་གྱི་སྟེང་ན། དེ་ནས་དེ་ཡི་ཕྱི་ལོགས་ལ། དེ་ནས་མེ་ཡི་མིག་དཔེ་གྱི་སྟེང་ན་དམར་པོ་གྲུ་གསུམ་བརྒྱད། དེ་ནས་དེ་ཡི་ཕྱི་ལོགས་ལ་རླུང་གི་མིག་དཔེ་སྟེང་ལ། དེ་ནས་ལྗང་ཁུ་ཟླ་གམ་བརྒྱད། ད་དེ་ས་བཅུ་མེ་རླུང་འབྱུང་བ་བཞིའི་སྟེང་དྲ་བོ་བརྒྱད་མིག་གི་ཡོ་བ་རེ་ལ། དེ་ནས་དེ་ཡི་ཕྱི་ལོགས་ལ་ནམ་མཁའ་དང་རང་བཞིན་གྱིས་སྟོང་པ་ཡིན་པ་དེ་བསྒོམས་ནས། ད་དེ་ང་རང་གི་མིག་གི་སྟེང་དྲག་པོ་བྱས་ལ་བསྒོམས་ནས། དེ་ནས་རིམ་པས་བསྒོམ་ཚར་དུས་དེ་ལ་དེ་ནས། དང་པོ། ས་ཡི་དཀྱིལ་འཁོར་སེར་པོ་དེ་རིམ་གྱིས་རིམ་གྱིས། ད་ད་ལྟ་སྤྱི་དང་གི་གཞན་དག་དམིགས་པ་བསྡུ་རིམ། དམིགས་པའི་བསྡུ་རིམ་ལྟ་བུ་དེ་ཡིན། དེ་ནས་ཆེ་ས་ནས་ཚུར་ཐིམ་ནས་ཆུང་ས་ལ་ཚུར་བསྡུ་ནས་དེ་ནས་སྟོང་པར་ཡལ་གྱི་ཡོད་རེད་དེ། ད་ལྟ་ཕར་ཆུང་ས་ནས་ཕར་ཡལ་ནས་ཇེ་ཆེ་ཇེ་ཆེ་ཇེ་ཆེ་འདྲ་པོ་ཞིག་རེད་ནས་ཕར་ཡལ་དགོས་ཀྱི་ཡོད་རེད་ལ། དང་པོ་ས་ཡི་དཀྱིལ་འཁོར་གྲུ་བཞི་སེར་པོ་དེ་རིམ་གྱིས་མི་དམིགས་པར་གྱུར་ནས་ཆུ་ཡི་དཀྱིལ་འཁོར་ལ་ཐིམ། དེ་ནས་ཆུ་ཡི་དཀྱིལ་འཁོར་དཀར་པོ་ཟླུམ་པོ་དེ་རིམ་གྱིས་མི་དམིགས་པར་གྱུར་ནས་མེ་ཡི་དཀྱིལ་འཁོར་དམར་པོ་གྲུ་གསུམ་དེ་ལ་ཐིམ། དེ་ནས་མེ་ཡི་དཀྱིལ་འཁོར་དམར་པོ་གྲུ་གསུམ་དེ་རིམ་གྱིས་ཡལ་ནས་དེ་ནས་རླུང་གི་དཀྱིལ་འཁོར་ལྗང་གུ་ཟླ་གམ་དེ་ལ་ཐིམ། དེ་ནས་རླུང་གི་དཀྱིལ་འཁོར་དེ་ཡང་རིམ་གྱིས་མི་དམིགས་པར་གྱུར་ནས་དེ་ནས་ནམ་མཁའ་སྟོང་པ་ལ་ཐིམ་སོང་བསམ་པའི་ངང་ནས། དེ་ནས་ད་མིག་གི་གཏད་སོ་འདྲ་པོ་གང་ཡང་མེད་པ། ད་ང་རང་ཚོ་དེ་ཇི་ལྟང་གི་ཡིད་ཀྱི་རྣམ་པར་ཤེས་པ་སྟེ། དེ་ནས་སྟོང་པའི་དབྱིངས་སུ་གཏད་པ་ལྟ་བུ་ཅིག་གི་ངང་ལ། དེ་ནས་རྣམ་པར་རྟོག་པ་སྟེ་རྣམ་པར་རྟོག་པའི་གི་འཕྲོ་འདུ་ལ་སོགས་པ་ཞེ་དྲག་མེད་པ། དེ་ནས་ལྷའི་བུར་མཉམ་པར་གཞག་པར་བྱ། དེ་ནས་སེམས་དེ་ལ་ད་ཁ་སེང་བཞུས་པ་བཞིན་དུ་ཅེར་དུ་རྣམ་པར་ཤེས་པ་ཚུགས་གྲུབ།

སྡོམ་བྱ་ཡང་ཞིག་ཡོད་མ་རེད་ད། གཙོ་བོ། འཁྲུལ་བའི་གི་གཙོ་བོ་ཤུགས་ཆེ་ཤོས་དེ་ཡང་དྲུག་པ་ཡིད་ཀྱི་རྣམ་པར་ཤེས་པ་རེད། དེ་ནས་ཏིང་ངེ་འཛིན་ལ་མཉམ་པར་གཞག་པའི་སྐབས་སུ་ལ་དང་ཞི་གནས་ཀྱི་སྐབས་སུ་མཉམ་པར་གཞག་པའི་སྐབས་སུ་ལ་ཡང་དྲུག་པ་ཡིད་ཀྱི་རྣམ་པར་ཤེས་པ་དེ། ད་ང་རང་ཚོ་མི་དྲན་དགུ་དྲན་གྱི་རྣམ་རྟོག་ཤར་འདུག་མཁན་གྱི་སེམས་དེ་ལ། དེ་ནས་རྣམ་རྟོག་ཇི་ལྟར་མ་འཕྲོ་བ་བྱས་ནས། དེ་ནས་དེ་ལ།

མི་འགྲོ། མ་འོངས་པའི་མདངས་མི་བསུ། དེ་ནི་ད་ལྟ་བའི་ཤེས་པ་ལ་དེ་ཅིས་མཉམ་པར་གཞག་པའི་སྐབས་སོ། དེ་ནི་ད་ལྟ་བའི་ཤེས་པ་དེ་ལ་མཉམ་པར་གཞག་པ་ལ་དེ་ནི་དྲན་པ་དང་ཤེས་བཞིན་གཉིས་པོ་དེ་གི་དེ་ཅིས་སྐྱོང་ན། དེ་ནི་རྣམ་རྟོག་འཕྲོ་བྱ་འཕྲོ་བྱེད་འདྲ་བོ་མེད་པ། དེ་ནི་དེའི་གི་སྐབས་སུ་ལ་གྲུབ་པ་ཡིད་ཀྱི་རྣམ་པར་ཤེས་པ་དེ་རྒྱུན་གྱིས་སོང་བ་མ་ཡིན་པ། དེ་ནི་རྣམ་རྟོག་ལ་རགས་པ་ཡང་འདིར་འཕྲོ་སོང་བསམ་པ་འདྲ་བོ་མེད་པ། དེ་ནི་སྐབས་འགའ་ལ་དེ་ཅིས། བྲན་གཤེད་ཀྱི་སྦྱོར་བ་དེ་ཉམས་ནས། དེ་ནས་དེ་ཅིག་གཡས་ནས་སོང་ན། དེ་ནི་དེའི་སྐབས་སུ་ལ་སྟོབས་པ་སྐབས་སྐབས་ལ་སྟོབས་པ་རགས་པ་ཡང་སྐྱེ་སྲིད་ཀྱི་རེད་ལ་སྐབས་སྐབས་ལ་སྟོབས་པ་ཕྲ་བ་ཕྲ་བ། དེ་ནི་དེ་ལ་ད་གང་གི་ཁྲིད་ཡིག་ཐམས་ཅད་ཀྱི་ནང་ལ་སྟོབས་པ་འོ་འཇུ་འོ་འཇུ་སྲིད་དེ་དེ་ཅིག་ཕྲ་བ་ཕྲ་བ་གནས་དེ་པའི་རྣམ་པ་འདྲ་བོ་དེ་ལ་དེ་སྲས་ནི་ཡང་སྟོབས་པ་དེ་ཅིག་ཤོར་བསྡད་པ་འདྲ་བོ། དེ་ལ་རྟོག་པ་དབང་བསྒྱུར་ཟེར་གྱི་ཡོད་པ་རེད་ལ་རྟོག་པ་དབང་བསྒྱུར་ཡང་མ་ཤོར་བ་དེའི་ཚེ་དྲན་པ་དང་ཤེས་བཞིན་གཉིས་པོ་དེ་བསྒྲིབས་ནས། ད་དེ་རྒྱན་བསྐྱོང་ནས། སྐད་ཅིག་མ་རེ་རེ་བཞིན་དུ་ལ་བསྒྲིབས་ནས། ནི་རྣམ་རྟོག་གི་དབང་དུ་མ་ཤོར་བ་མཉམ་པར་ཞོག་ན་དེ་གཏད་མེད་པ་ལ་སེམས་འཛིན་པ་རེད་ལ་ད་དེ་མིག་གིས་གཏད་མེད་པ་ལ་རང་བཞིན་གྱི་སེམས་རྣག་ཏུ་ཕབ་ནས་མཉམ་པར་ཞོག་པ་རེད། ད་དེ་ལ་དེ་ནི་དཔེ་ཡི་དབང་དུ་བྱས་ཏེ་དཔེ་གནང་ཡོད་པ་རེད་ལ། དེ་ནི་དཔེ་དང་པོ་སྟེ། དབྱིངས་སུ་མི་འཇུག་པ། དེ་ནི་ཁ་མིག་ཏུ་སྐུད་པ་འཇུ་བ་ལྟ་བུ་སོགས་ནས། ད་སྤྱི་དང་གི་དེ་ཚེག་དེ་ཚོ་ལ་ཕ་མཛེས་པོ་མཛེས་མཛེས་འདྲ་བོ་དེ་ཡི་གུ་ཚོ་འདྲ་བོ་ཡོད་རེད་དེ་ཡིན་ན་ཡང་ད་དེ་ཁོང་རྣམ་པའི་གི་ཉམས་མྱོང་གི་སྟེང་ནས་བསམ་འོང་དུས། དེ་ནི་ཁ་མིག་ཏུ་སྐུད་པ་འཛུགས་པ་ལྟ་བུ་ཟེར་དུས་དེ་ནི་ཁབ་ཀྱི་མིག་ལ་སྐུད་པ་འཇུ་དུས་དེ་ལ་དེ་ནི་དེ་ཚེ་རིག་པ་བསྒྲིམས་ནས་ཕ། སྐྱོབ་དགོས་ཀྱི་ཡོད་རེད་མ་གཏོགས་དེ་ནས་དེ་ཡག་པོ་སྐྱོབ་ཐུབ་ཀྱི་ཡོད་མ་རེད་ལ། སེམས་དག་ལེ་དོ་ལེ་བྱས་ན་སྐྱོབ་ཐུབ་ཀྱི་ཡོད་མ་རེད་ལ་དེའི་ཕྱིར་ན་དེ་ནས་དེ་ཚེ་བསྒྲིམས་ནས་ཡེངས་མ་བརྒྱུགས་པ། དེ་ནས་སྣང་ཚོགས་འཕྲོ་མ་བརྒྱུགས་པ་དེ་འདྲས་བྱས་ཏེ་དེ་སྐྱོང་དགོས་པ་ཀྱི་དང་དཔེ་དང་པོ་དེ། དེ་ནས་དཔེ། དཔེ་དང་པོ་དེ་དེ་དང། དེ་ནས་དཔེ་གཉིས་པ་དེ།

འཁྲུགས་འདུག་ཡོད་རེད་ལ། དེ་ནི་དེ་ལྟ་བུ་མ་ཡིན་པ་དེ་ནི་སྤྱི་དང་གེ་ད། དེ་གེ་པེ་རྣམས་ལྟ་བུ་དེ་ནི་རིམ་པ་བཞིན་དུ་ལ་དེ་སྐྱོང་ནས་དེ་ནི་དེ་སྟེ་ཚིག་ལྷོད་པོས་གནང་པ་ལྟ་བུ་དེ་དང། དེ་ནི་དེ་བཞིན་དུ་ལ་དེ་ད་ག་མིག་ཏུ་སྐུད་པ་འཛུགས་པ་ལྟ་བུ་ཚིག་ནི་དེ་ཚིག་སྒྲིམ་པོས་གནང་པ་རེད་ལ་དེ་ནི་གཞན་ཐམས་ཅད་དེ་ཚིག་ལྷོད་པོས་གནང་པ་ལྟ་བུ་དེ་ལ་གོ་གི་ཡོད་རེད།

དེ་ནི་སྤང་དགོས་པ་འདྲ་པོ་སྐྱེ། རྣམ་རྟོག་དེ་སྡུག་པ་ཡིན་པ་འདྲ་པོ་སྐྱེ། མ་སངས་པ་སྐྱེས་ནས། རྣམ་རྟོག་ཁོ་རང་དམིགས་པའི་སྟེང་དུ་འཛིན་ནས་དེ་ནི་རྣམ་རྟོག་གང་ཤར་བ་དེའི་ངོ་བོ་ལ། དེ་ཁོ་རང་གི་ངོ་བོ་དེ་སྐྱོང་ནས་རྣམ་རྟོག་དག་དེ་འདྲས་སྐྱེ། ང་རང་ལ་དགའ་སྡུག། རྫོང་ནི་ཆག་རྡུང་གང་ཤར་ན་ཡང་དེ་ནི་དེ་ལ་སྐྱ་ཡི་ཡག་པོ་རེད་བསམ་པ་དང་སྡུག་པོ་རེད་བསམ་པ་འདྲ་བོ་རྣམ་རྟོག་གང་ཡང་མེད་པ། དེ་ནི་ད་དེའི་ངོ་བོ་དེ་སྐྱོང་ནས་དེ་དེའི་གི་ངོ་བོ་ལ་བརྟགས་ནས་དེ་ཁོ་རང་ཁོ་རང་དེ་དམིགས་པ་སྟེང་འདྲ་བོ་ཅིག་བྱས་ནས་དེའི་ངང་དུ་སྐྱོང། སྐྱོང་ནས་དེ་ནི་ཡང་དེའི་ངང་ལ་བར་སེམས་དེ་སླེབས་པོ་བྱས་ནས

དེ་དང། ཡང་རྩ་ནི་སྐྱོང་གི་ཐབས་འདྲ་བོ་དེ་མ་རྙེད་པ་སྐྱོང་མ་ཐུབ་པ་དེ་འདྲ་ཡིན་ན་ནི་ཡང་དགག་དཀའ་ལ་བསྟན་བྱེད་ཀྱི་བསྟན་བྱེད་ཀྱི་དམིགས་པ་དེ་ཚོ་བྱས་ནས་དེའི་སྟེང་དུ་སྙོམས་པར་འཇོག་པ། དེ་ནི་ད་དེ་ལྟ་བུ་གཏན་མེད་ལ་སྙོམས་པར་འཇོག་པ་དེ་ཧ་ཅང་གི་ཐུར་བོ་མ་བྱུང་ན་དེ་ནི་འོག་ནས་བསྟན་པའི་གི་ད་ལྟ་རླུང་ལ་སེམས་འཛིན་པ་དེ་ཡང་དམིགས་བསལ་གི་དེ་ནི་ད་ལྟ། གར་བྱེད་པ་ཡིན་པའི་ཕྱིར་ན། དེ་ནི་དེ་དག་སང་ཉིན་གྱི་སྐབས་སུ་ལ་བསམ་དགོས་པ་རེད། དེ་ནི་ད་དེ་ལྟར་དུ་བསྟན་སྐྱེས་ཡིན་ན་ཡང་རུང། བསྟན་མེད་ཡིན་ན་ཡང་རུང་སྟེ་ད་དེ་ནི་ལུས་དེ་སྟེ་ཚེ་ལྷའི་བུ་ལ་མཉམ་པར་ཡོད་ཀྱི་དེ་དཔེའི་གར་བྱེད་ཀྱི་ཡོད་རེད་ལ། དེ་ནི་ད་འདབ་མ་གཅིག་ལབ་ཀྱི་འགྲོ། ཡུལ་འཁོར་གྱི་ནང་ན་ལུས་ནི་རྩ་བཞིའི་ཀླད་པ་སྐྱེ། ངམ་ནི་ངག་ནི་ཉམས་མྱོང་ལེན་པ་སྐྱེ། སེམས་ནི་འདུ་ཤེས་བཤིག་པ་སྐྱེ་གསུངས་ཏེ་དེ་ལ་དེ་ནི་ལུས་ངག་ཡིད་གསུམ་གྱི་ཐ་དད་པའི་དན་རྟགས་ཆེན་པོ་དང། ལུས་ནི་རྩ་བཞིའི་ཀླད་པ་སྐྱེ་གསུངས་ཏེ་དེ་ལ་དེ་ནི་སྤྱི་དང་གི་སེམས་ཀྱི་དམིགས་པ་དེ་སྒྲིབ་མྱོང་སྐབས་ལ་སེམས་ཀྱི་དྲན་པ་དང་ཤེས་བཞིན་དེ་སྒྲིབ་མྱོང་སྐབས་ལ་དེ་ནི་ལུས་ཀྱི་རྩ་བཞི་སྟེ། དེ་ནི་རྐང་པ་དང་ལག་པའི་གི་ཤ་དང་རྩ་དང།

དེ་ནི་ཁོ་རང་ལུས་པོ་དེ་ལུས་ཚུགས་སྤྱི་སྟངས་ཀྱི་ནང་ལྷུང་གི་ཆུ་ཟླ་ཡིན་ཏེ། སྐྱོང་དགོས་ཀྱི་ཡོད་རེད་དེ། ཡིན་ན་ཡང་ལུས་ཚུགས་དེ་སྐྱོང་ན་ཡང་དེ་ནི་དེ་ལུས་པོ་དེ་འགྲེམས་རྒྱག་པ་མ་ཡིན་པར་བསླད་དེ་རྒྱག་པ་སྐྱེ་གི་དང། དེ་ནི་ངང་ནི་ཉམས་མྱོང་ལེན་པ་སྐྱེས་གསུང་བ་རེད་ལ། ངང་ནི་ཉམས་མྱོང་ལེན་པ་སྐྱེས་གསུང་དུས་དེ་ལ་དེ་ནི་སྐབས་འགའ་ལ་སོ་འདེ་འདྲ་བོ་སྐྱེས། སོ་འདེ་འདྲ་བོ་དེ་འདྲས་བྱས། དེ་ནས་དེ་ཡང་གཙོར་འདེབས་ཏེ་དད་པ་དང་མོས་གུས་ཀྱིས་ནི། ད་དེ་འདྲའི་ཚོར་བ་བཏབ་ན། དེ་ནི་དེ་ལ་བརྟེན་ནས་ཀྱེ། གཙོར་འདེབས་ཀྱི་བྱིན་རླབས་དང། གཙོར་འདེབས་ལ་གཙོར་འདེབས་ལ་བརྟེན་ནས་མཚན་ལ་ཕན་པ། ད་དེ་འདྲ་ཡིན་པའི་ཕྱིར་ན་ངག་ནི་ཉམས་མྱོང་ལེན་པ་ཀྱེ། སེམས་ནི་འདུ་ཤེས་བཤིག་པ་ཀྱེ་གསུངས་དུས་དེ་ལ་དེ་ནི་སེམས་ཀྱི་གནས་ལ་ད་ད་ལྟ་སྣང་རྟོག་ཅེས་ཀྱེ། འདུ་འདུ་ཤེས་བསྐྱེད་ཡིན་བསྐྱེད་ཡོང་བ་བཀག་ཟེར་བ་དེ་ནི་དེ་ཕར་ཕར་བཀག་བསྡད་པ་འདྲ་བོ་མ་ཡིན་པར་རང་བཞིན་གྱི་ཕར་གཤེགས་ནས་དེ་ནི་དེ་མི་དམིགས་པའི་ངང་ལ་ཕར་སྙོམས་པར་ཞོག་པ་དག་ཏུ་བསྐྱེད་དགོས་པ་ཡིན་པའི་ཕྱིར་ན་སེམས་ནི་འདུ་ཤེས་བཤིག་པ་སྐྱེས་བསམ་ནས་ད་ལུས་ངག་ཡིད་གསུམ་གའི་སྙོམས་པར་ཞོག་པའི་ཚུལ་ད་དེ་འདྲའི་བཟུང་བ་རེད་ལ་དེ་ནི་དེ་ལྟ་བུ་བསྒོམས་ན་དེ་ནི་རིམ་པས་ད་དེ་ཚོ་རིམ་ཅན་དུ། ག་ལི། ག་ལི་ཟེར། ཉི་མ་སྐྱེས་ལ་ཆ་ཚང་སྒང་དགོས་ཀྱི་ཡོད་མ་རེད་དེ་ནི་ག་རེ། ག་འདི་ང་རང་གི་སེམས་ལ་ཕན་གྱི་འདུག། ག་འདྲའི་ཀྱི་ད་འདི་དུས་བཀག་ལ་བབ་གྱི་འདུག་དེ་ནི་ང་རང་གི་སྦྱོང་ཚད་དང། དེ་ནི་ཁོ་རང་གི་མན་ངག་གི་གནད་དག་དང་དེ་གཉིས་ག་འདྲའི་བབ་གྱི་འདུག་ཡག་པོ་བརྟག་ནས། དེ་ནི་ད་དེ་ལྟ་བུ་སྒོམ་ན། དེ་ནི་དེ་ཤིན་ཏེ་སྒོམ་པའི་ཐབས་རེད་ལ། དེ་ནི་དེ་བཞིན་དུ་ལ་ཅི་ཐང་གི་ང་རང་ཚོ་ད་ལྟ།

དེ་ནས་རིམ་པ་བཞིན་དུ་ལ། མངོན་རྟོགས་སྐྱེལ་འདྲེན་ལ་སོགས་པ་དང་དེ་ཚོ་རིམ་བཞིན་དུ་ལ། བདེན་པ་དེ་ཡོང་གི་ཡོད་བ་རེད་ལ། དེ་ནས་དེ་འདོན་གམ་སྒྲོག་དགོས་པའི་རྒྱུ་མཚན་དེ་ག་འདྲས་རེད་ཞེ་ན་ང་རང་ཚོ་གི་སེམས་དེ་སེམས་དེ་རྐྱང་པ་འདྲ་བོ་ཅིག་ཡིན་ན་སེམས་དེ་ལ་སྤྱི་དང་གཏན་མེད་པ་ཡིན་པའི་ཕྱིར་ན་དེ་ནས་སྐབས་འགར་ལ་ལྷོག་འགྲོ་གི་ཡོད་བ་རེད་སྐབས་འགར་ལ་ཐོད་པ་རིས་འགྲོ་གི་ཡོད་བ་རེད་དེ་ནས་སེམས་ཁོ་རང་གི་སྒྲ་ཡག་པོ་ཅིག་འབྲི་ཐུབ་ཀྱི་ཡོད་མ་རེད་ལ། དེ་ནས་འདོན་གམ་སྒྲོག་དུས་དེ་ནས་འདྲེན་པ་དེ་རིམ་པས་རིམ་པས་རིམ་པས་རིམ་པས་ཡོང་དུས་དེ་ལ་འདི་སྐབས་སུ་ལ་སེམས་མ་ཡེངས་པར་བསྐྱེད། དེ་ནས་ག་དུས་ག་འདི་སྐབས་ལ་ཡིན་ན་ཡང་སེམས་དེ་མ་ཡེངས་པར་གྱིས་གནང་ཐུབ་ན། དེ་ནས་དེ་ལ་དང་པོ་སྐྱབས་འགྲོ་ནས་བཟུང་སྟེ་དེ་ནས་བཟླས་དམིགས་ལ་ཐུབ་ཀྱི་བར་དུ་ལ་ཁོ་ཤ་ར་ར་ཆ་ཚང་བ་བསྐྱེད་ཡོང་བ་ཡིན་པའི་ཕྱིར་ན་དེ་ནས་དེའི་གའི་སྒོམ་རིམ་དེ་ཆ་ཚང་ཡག་པོ་ཅིག་འགྲོ་གི་ཡོད་རེད་ལ། དེ་ནས་རྒྱུ་མཚན་དེའི་ཕྱིར་ན་འདི་སྒོམ་སྒྲོག་ནས། དེ་ནས་བདེན་པ་དེ་ག་ལས་ཀྱི་བདེན་པ་དེ་ཁ་གི་བདེན་པ་སྟོན་པ་མ་ཡིན་པ་དེ་ནི་སེམས་ཀྱི་དེ་དང་མཉམ་དུ་བསྒོམ། དེ་ནས་ད་དེའི་སྐབས་སུ་ལ་དེ་ནི་དེ་རིམ་པ་བཞིན་དུ་ལ་སྐབས་སྐབས་ལ་དེ་ནི། དང་པོ་ཆོ་ག་མགོ་བཙུགས་དུས་སེམས་དེ་གནས་པ་འདྲ་བོ་ཅིག་ལ་ཡང་བར་དག་བར་དག་ནི་སེམས་ཤོར་སོང་བ་འདྲ་བོ་ཅིག་ཡིན་ན། དེ་ནི་དེ་དེ་ཅི་ཡང་དག་པ་ཅིག་འགྲོ་གི་ཡོད་མ་རེད་དེ་ནི་དེ་ཆ་ཚང།

མ་ཚང་ན་ཁྱོ་ག་དེ་སེམས་དེ་གཡེང་སོང་ན་ཁྱོ་ག་དེ་མ་ཚང་བ་ལ་འགྲོ་དགོས་བ་རེད་ལ་དེ་ནི་ཁྱོ་ག་དེ་མ་ཚང་བ་ལ་འགྲོ་བ་མ་ཡིན་པ་ཁ་ནི་གོ་ཤ་ཡག་པོ་ཞིག་ནི་མ་འདེན་ཡག་སྐྱེས་ད་ངག་ནི་གཙང་མ་ཅིག་འདེན་པ་བཞིན་དུ་ལ་དེ་དང་མཉམ་དུ་དེ་ནི་སེམས་དེ་ཡང་དམིགས་པ་ལ་ཡག་པོ་ཅིག་བསྒྲིམས་ནས་དེ་ནི་དེ་གོ་གང་ཤིས་པ་དེ་ཡག་པོ་ཅིག་ད། འཕྲལ་ཡིག་གི་ནང་ནས་གསར་བ་རྒྱན་དུ་ལ་སྒོམ་ཐུབ་ན་ཡང་ཡག་པོ་རེད་དེ་དེ་ལྟ་བུ་མ་ཐུབ་ན་ཡང་ང་རང་ཚོ་བདེན་པ་གི་ཁུག་ལྟར་དུ་ཡག་པོ་ཅིག་གསར་བཏབ་ཐུབ་དེ་ནས་ལྡེ་མིག་ལ་སོགས་པ་དེ་ཚོ་རིམ་པ་བཞིན་དུ་ལ་འཕྲལ་ཡིག་གི་ནང་ནས་ཡག་པོ་བློ་ལ་ངེས་པ་ཞིག་དེ་ནས་བློ་ལ་ངེས་པ་དེ་རིམ་པ་བཞིན་དུ་ལ་སྒོམ་ན་དེ་ནས་དེ་འདྲས་བྱས་ན་དེ་ནས་དེ་འབྲས་བུ་མི་ཡོང་བ་ལ་རྩ་ནས་དཔེ་སྲིད་གི་མ་རེད་ལ་དེའི་ཕྱིར་ན་དེ་ནས་དེ་འདྲས་བྱས་ནས་ཡག་པོ་ཞིག་སྒོམ་གནང་རོགས་གྱིས། རྒྱུ་ཡིན་ལ། ཞེས་པའི་སྐབས་སུ་ལ་ཡིན་ན་སྙན་གྱི་དུས་ཚུད་པ་རེད་ལ། དེ་ནས་སྙན་གྱི་དེས་ཀྱང་ཀརྨ་པ་སྐུ་ཕྲེང་དགུ་པ་དབང་ཕྱུག་རྡོ་རྗེ་ནི་ཕྱག་བྲིས་ཀྱི་ངོ་ལ་ཀརྨ་པ་སྐུ་ཕྲེང་དགུ་པ་དབང་ཕྱུག་རྡོ་རྗེ་ནི་ཕྱག་བྲིས་ཀྱི་ངོ་ལ་བཏབ་ནས་ད་ལྟ་ཤཱཀྱ་ཆེན་པོའི་ཁྲིད་ཡིག་རྒྱས་པར་ངེས་ལྡན་རྒྱ་མཚོ་དང། དེ་ནས་འབྲིང་པོ་མ་རིག་མུན་སེལ་དང། བསྡུས་པ་ཆོས་སྐུ་མཛོད་བཙུགས་ཏེ་རྣམ་པ་གསུམ། གསུངས་ནས་ད་དེ་ནི་ང་རང་ཚོ་བཀའ་བརྒྱུད་པ་སྐད་དང། དེའི་ནང་ནས་དམིགས་བསལ་དུ་སྒྲུབ་བརྒྱུད་བཀའ་མོ་བསྐང་གསུང་གི་ལམ་ལེན་གནང་མཁན་གང་གཱ་གའི་ད་ཕྱག་རྒྱ་ཆེན་པོ་ཐུགས་མྱོང་གཟིགས་ཞེས་པའི་གོ་རིམ་ལྟར་དུ་ལ་དེ་ནས་སྔོན་འགྲོ། དེའི་རྗེས་སུ་ལ་ཞི་གནས། དེའི་རྗེས་སུ་ལ་ལྷག་མཐོང། ལ་དེའི་རྗེས་སུ་ལ་ལམ་རིམ་གྱི་སྐོར་དང་བཅས་པ་ཆ་ཚང་བ་སྟེ། དེ་ནས་ད་དེ་རིམ་པ་བཞིན་དུ་ལ་རང་རང་སོ་སོའི་ཉམས་མྱོང་ཡག་པོ་རྗེས་ལ་སྐྱེས་པའི་སྐབས་སུ་ལ། དེ་ནི་ཆོས་ཐེངས་དང་མི་ཐེངས་རྗེས་མ་དེ་ཚོ་ལ་རིམ་གྱིས་འཇུག་ཐུབ་པ། དེ་ནི་དེ་མ་སྐྱེས་ཀའི་བར་དུ་ལ་མི་ཐེངས་དེ་ཚོ་རིམ་གྱིས་སྐྱོང་དགོས་པ། ད་དེ་འདྲའི་བསམ་ཡོད་རེད་ལ། དེ་ནི་དེའི་ནང་ནས་ད་ད་ལྟ་དེ་རིང་གི་སྐབས་སུ་ལ་ཆོས་ཐེངས་བཅོ་ལྔ་པ་རེད། ཆོས་ཐེངས་བཅོ་ལྔ་པ་དེས་ད་ཅི་སྟེ་ཅི་དང་གི་ཞི་གནས། གཞི་མེད་རེད། ད་གཞི་མེད་གང་ཡིན་ངོས་བཟུང་བ་དང་ངོ་སྤྲད་པ་ཟེར་ལ། དེ་ནི་དེ་ཡང་གཞི་མེད་པས་ད་བསྐྱར་དུ་ང་རང་ཚོ་སེམས་དེ་གཙོ་བོ་ག་རེ་དགོས་ཀྱི་ཡོད་རེད་ཟེར་ན། ལྷག་མཐོང་གི་ཏིང་ངེ་འཛིན་ཁྱད་པར་ཅན་གྱི་རྒྱུད་ལ་སྐྱེས། དེ་ནི་ལྷག་མཐོང་གི་ཁྱད་པར་ལྷག་མཐོང་གི་ཏིང་ངེ་འཛིན་ཁྱད་པར་ཅན་གྱི་རྒྱུད་ལ་སྐྱེས་ན། དེ་ནི་དེ་ལ་བརྟེན་ནས་རིམ་གྱིས་རིམ་གྱིས་དེ་ནི་སེམས། ཉོན་མོངས་པའི་ཉོན་མོངས་པ་དེ་ཚོ་ཞི་བ། ཉོན་མོངས་པ་སྤང་བ། ཉོན་མོངས་པ་སྤང་བ་ལ་བརྟེན་ནས་དག་རྟོགས་པའི་ཡེ་ཤེས་ཁོང་ནས་འབར་བ། དེ་ནི་དེ་དག་པ་ལ་བརྟེན་ནས་ཉམས་སུ་རྟོགས་པ་རིམ་གྱིས་རྩོལ་མེད་དུ་རྒྱུད་ལ་སྐྱེ་བར་མཛད་པ་དང་དེ་འདྲའི་སྐྱེ་བའི་དགོས་ཀྱི་ཡོད་རེད་ལ་དེའི་རྩ་བ་དེ་གང་ལ་ཐུག་གི་ཡོད་རེད་ཟེར་ན་ལྷག་མཐོང་ལ་ཐུག་གི་ཡོད་རེད། རེད་དེ་ཡིན་ན་ཡང་དེ་ནི་ལྷག་མཐོང་དེ་ཡང་དེ་ནི་དང་པོ་ནི་ངོ་སྤྲོད་དང་ད་ལྟ་ངོ་སྤྲོད། ངོ་སྤྲད་པ་ལ་བརྟེན་ནས་ངོ་འཕྲད། ངོ་འཕྲད་ན་ཡང་དེ་ནི་དེའི་ཚེ། ངོ་ཤེས་ན་ཡང་དེ་ནི་དེ་རྒྱ་ཡིས་བརྟན་པོ་དེ་མེད་ན། སེམས་དེ་ལ་ཞི་གནས་ཀྱི་སྒོམ་དེ་ཡག་པོ་དེ་མེད་ན། དེ་ནི་རྒྱ་ཡིས་སྐབས་དེ་ལ་ངོ་ཤེས་བསྡད་པའི་ཚོར་འདྲ་སྐབས་དེ་ལ་ངོ་མ་ཤེས་བསྡད་པའི་ཚོར་འདྲ་བོ་བསྐྱེད་ཀྱི་སྒོ་ནས་དེ་ནི་དེ་སྒོམ་དེ་གོང་འཕེལ་དུ་མི་འགྲོ་བ་བསྐྱེད་པ་སྒོམ་དེ་དེ་ནི་རྣམ་རྟོག་གི་གཡས་གཡོན་སོང་བ་འདྲ་བོ་བསྐྱེད་འགྲོ་བ་དེའི་ཕྱིར་ན་དེ་ནི་སྐབས་འདི་མ་ལགས།

རྐྱེན་མ་བྱུང་བ་བཅས་ལ་བརྟེན་ནས་དེ་ནི་སེམས་རང་བཞིན་གྱིས་བར་རྣམ་རྟོག་མེད་པར་ལུས་སོང་བ་ལྟ་བུ་མ་ཡིན་པ་བསམས་ནས། དེ་ནི་དག་ཅིང་ལུས་སོང་བ་ལྟ་བུ་མ་ཡིན་པར། དེ་ནི་སྤྱི་དང་གི་སེམས་ཀྱི་གནས་ལུགས་དེ་ཡག་པོ་དེ་སྐྱོང་ནས། དེ་ནི་སེམས་བདེ་ལགས་ཏེ་གནས་ཆགས་ཡོད་པ།

འཁྱམས་པོ་དང། དེ་ནི་སྐྱེད་ཅིང་མ་ཡེངས་པ་དག་དེ་འདི་མཚུངས་ཀྱི་དེ་ལ། དང་པོ་ཞི་ནི་སྟེང་འཕོངས་སེ་དུ་དེ་ནི་ང་རང་ཚོ་སྐྱེ། ཁ་ཞིག་གི་སྒང་སྐྱ་དུ་དེ་ནི་ཅི་ཡིན་འདི་ཡིན་མི་ཤེས། རང་གིས་ངོ་མ་ཤེས་བསྡད་པ། གཞན་གྱིས་ཀྱི་བསྙད་ནས་གནས་བསྡད་པ་སྐྱེ་ལ་སྐྱེ་ཡི་སེམས་སྣང་དོགས་མེད་པ་འཕགས། སྙེག་གཡོགས་མ་ཡེངས་པ་ཐིབས་ཚོང་བ་འདྲ་བོ་སྐྱེ་ལ་དེ་ནི་སེམས་དེ་སྐྱེ། བསགས་ཆ་ས་ནི་མེད་པ་དག་དག་ཀྱི་འགྲོགས་ཡོང་བ་རེད་ལ། ད་དེ་ལ་ཞི་ནི་སྟེང་འཕོངས་སེ་ཀྱི་ཡོད། ཞི་གནས་གཏིང་པོ་བྱས་དུས་དེ་ལ་དེ་ནི་དངོས་གནས་ཀྱི་སྒང་ཡོངས་དག་པ་དེ་རྒྱུད་ལ་སྐྱེ་གི་ཡོད་མ་རེད་ད་དེ་འདྲས་ཀྱི་ཞི་གནས་དེའི་བྱེད་སྒྲ་ཕན་ཐོགས་ཀྱི་ཡོད་མ་རེད་ལ། དེའི་ཚེ་ན་ཞི་གནས་གཏིང་པོ་མ་ཡིན་པར། དེ་ནས་ཞི་གནས་འཁྱམས་པོ་བྱས་དུས་ག་རེ་གསུང་གི་ཡོད་རེད་ཟེར་ན་ཞི་གནས་འཁྱམས་པོ་བྱས་དུས་ཐེག་ཆེན་དེ་དང་ལུས་སྒམ་གདན་སྟེང་ལ་བསྡད་ནས་གནས་ན་ཡང། དེ་ནི་ང་རང་གི་རྩེད་མཚན་དེ་ཏིང་ངེ་འཛིན་ལ་སྙོམས་པར་བཞག་ནས་གནས་ཡོད་བསམ་པ་འདྲ་བོ་དེ་ཡིན་ན་ཡང་དེའི་ཞབས་དེ་ནི། དེ་ནི་ད་ད་ལྟ་སྒང་གི་སྐབས་ལ་དེ་འོ་འཇོ་ཡོད་ཟེར་གི་ཡོད་རེད་སེམས་སྣང་སྟོང་ཕྲ་བ་ཅིག་ཞག་གེ་ཞིག་གིས་སྐྱེས་བསྡད་པ་དེ་ལ་དེ་རྩ་ནས་འགག་མ་ཐུབ་པ། དེ་ནི་བསགས་ཆ་དང་མཐོང་ཆ་མེད་པ། ད་དེ་འདྲའི་སྐྱེས་གི་སེམས་དེ་ད་ཁུ་དེ་ལ་དེ་འདྲའི་སྐྱེས་ལ་གང་དུ་སོང་ན་དེ་ནི་དེ་ཤི་ནས་དེ་ཤི་ནས་འཁྱམས་པོ་རེད་འདུག།

གཞི་ནས་སྐྱེ་འཆིང་ཟེར་དུས་ག་དུས་འགྲོ་གི་ཡོད་བ་རེད་ཟེར་ན་ད་གོང་དུ་བསྟན་པ་ལྟ་བུ་འདྲ་ཞིག་ནི། དེ་ནས་ད་ད་ད་དེ་ཡང་ན་ནི་གཟིགས་མོ་དགོས་འོང་དུ་ཤོར་སོང་བ་འདྲ་བོ་དང། ཡང་ན་ནི་དགོད་ཐོར་གྱི་འོང་དུ་ཤོར་སོང་བ་འདྲ་བོ་དེ་ཡིན་ན། དེ་ནི་དེ་གཞི་ནས་སྐྱེ་འཆིང་རིགས་འགྲོ་གི་ཡོད་བ་རེད་ལ་དེ་ནི་དེ་ལྟ་བུ་མ་ཡིན་པ། ད་གཙོ་བོ་ང་རང་ཚོའི་སེམས་དེ་ང་རང་ཚོའི་ཧ་གོ་བ་དེ།

ལ་སོགས་པ་རྣམ་རྟོག་མང་པོ་དེ་སྐྱེ། རྣམ་རྟོག་མང་པོ་དེ་སྐྱེས་ནས་དེ་ནི་རང་གི་སེམས་པ་ཡང་སྐྱེ་བོ་མེད་པ་དེ་ནི་གཞན་ལ་ཡང་མ་བདེ་བ་ལྟ་དེ་འདྲས་བྱས་ནས་དེ་ནི་དེ་ཉིད་དེ་ལ་བརྟེན་ནས་ཉོན་མོངས་པ་ཤུགས་ཆེན་པོ་སྐྱེ། ཉོན་མོངས་པ་ཤུགས་ཆེན་པོ་སྐྱེས་པ་ལ་བརྟེན་ནས་ལས་བསགས། ལས་བསགས་པ་ལ་བརྟེན་ནས་དེ་ནི་འཁོར་བའི་སྡུག་བསྔལ་གྱི་གནས་སུ་ལྷུང་གི་ཡོད་པ་རེད་ལ། དེ་ནི་རྒྱུ་མཚན་དེ་ལ་བརྟེན་ནས་ད་དེའི་གེགས་སེམས་དེ་དེ་ལྟ་བུ་རྣམ་རྟོག་གི་དབང་དུ་བཏང་མ་འཇོག་པ་བཅས།

སྐབས་འགའ་ལ་བལྟས་ཚེ་དཀའ་ལས་ཡོད་མ་རེད། སྤྱིར་བཏང་གི་ང་རང་ཚོའི་སེམས་དེ་རྣམ་རྟོག་མང་པོ་དེ་སྐྱེས་ཡོད་ནའང། དེ་ནི་དེ་དཀའ་ངལ། སེམས་ཁྲལ། སྡུག་བསྔལ། ད་དེ་འདྲའི་ཡོད་བསྡད་པ་དེ་ནི་དཔེ་ཕྲུག་བསྡད་པ་ནང་བཞིན་གྱིས་བྱུང་བ་ལ། དེ་ནི་ང་རང་ཚོ་གི་སེམས་ལ་ད་བལྟས་ཚེ་ངལ་གསོ་བ་ནང་བཞིན་གྱི་ཚོར་བ་གི་ཀློང་དུ་བལྟས་ཚེ་ཡོད་ནས། དེ་ནི་སེམས་དེ་སལ་སིང་ངེ་གི་ངང་ལ་སལ་སིང་ངེ་ཟེར་ན་ཅིག་ཤོས་མེད་པར་བསྡད་པ་ནང་བཞིན་ཡོད་མ་རེད་དེ་ཡིན་ནའང་ཁོ་རང་ཤི་བ་དེ་འགོག་མ་སོང།

སྒམ། དེ་ནི་དེ་ལ་བླ་ན་མེད་འབྱོན་འདྲ་བོ་དང་བླ་མ་ལ་གསོལ་བ་འདེབས་པ་འདྲ་བོ་དང་དད་པ་དང་མོས་གུས་ཀྱིས། དེ་ནི་དེའི་ངོ་ང་སྙོམས་པར་ཞོག་དུས་དེ་ལ། དེ་ནི་ད་དེ་སྒོམ་པའི་སྐབས་སུ་ལགས། དེ་ནི་དང་པོ་ཞི་གནས་ཀྱི་སྒོམ་དུས་དེ་ལ། ད་ཞི་གནས་དེ་མ་སྒོམ་པའི་སྐབས་སུ་ལ་རྣམ་པར་རྟོག་པ་འཕྲོ་གསུམ་སོང་བ་ཡིན།

སྤྱི་བཏང་གི་སེམས་ཟེར་གི་དེ་ད་ད་ད་ཀྱི་རང་བཞིན་གྱི་ངོ་བོ་སྟོང་པ་ཆོས་ཉིད་ཀྱི་རང་གཟུགས་དེ་ནི་དེ་ཡོད་རེད་ལ། སྤྱི་བཏང་གི་མདོ་ཡི་ནང་ནས་ཀྱང་ད་རྒྱས་པ་ལམ་དུ་བྱེད་དུ་ཆོས་ཐམས་ཅད་སྟོང་པ་ཉིད་རེད། ཆོས་ཀྱི་དབྱིངས་ཀྱི་ངོ་བོ་རང་བཞིན་གྱི་རྣམ་པར་རྣམ་པར་དག་པ་དེ་ནི་སྟོང་པ་ཉིད་རེད། དེ་ནི་དེ་ལ་བསགས་བྱ་དང་མཐུན་པ་ད་ལྟ་བསྟན་བཅོས་ཆེན་པོ་རྗེ་བླ་མ་ལྟ་བུ་ནི་གསུངས་ཏེ་དེ་ལ་སྟོང་པ་ཉིད་ཀྱི་ངོ་བོ་ཡང་རང་བཞིན་གྱིས་གསལ་བར་ཡོད་རེད་བསམས་ནས། དེ་གཙོ་བོ་རིག་པའི་གཏན་ལ་ཕབ་པ་རེད། རྒྱུད་དཔག་གི་རིག་པའི་གཏན་ལ་ཕབ་པ་རེད་ལ་རྒྱུད་དཔག་གི་རིག་པའི་གཏན་ལ་ཕབ་དུས་དེ་ལ་དང་པོ་སྟོང་ཉིད་ཡིན་གྱི་མ་རེད་ད་ད་ལྟ་ང་རང་ཚོ་ཁང་པ་ཡོད་རེད་ལུས་པོ་ཡོད་རེད་ཁ་ཁ་ཡོད་རེད་དེ་སྟོང་ཉིད་ཡིན་གྱི་མ་རེད་བསམ་པ་ལྟ་བུ་དེ་ཡོད་རེད་དེ་ཡིན་ན་ཡང་ཨོ་མི་རིག་པ་དེ་ཚོས་གི་ག་ལས་རྟག་ཅིག་བྱས་ནས་ཅིག་བལྟ་དུས་དེ་ལ་ཨོ་ད་དེ་དངོས་གནས་སྟོང་པ་ཉིད་ཡིན་ད་ཟིག་ལེ་བསམ་པ་འདྲ་རེད།

ད་དེ་ལ་མདོ་ཡི་ལམ་ནས་སྒོམ་བཟླས་པའི་བཀའ་ཟེར་ལ་དེ་ནི། བཀའ་མང་པོ་ལ་དེ་ནི་ངེས་ཤེས་ཀྱིས་ངེས་ཤེས་ཀྱི་དཔལ་དུ་བསྒོམ། དེ་ནི་དེ་ཤིན་ཏུ་བརྟན་པོ་རེད་གསལ་པོ་རེད་ཡག་པོ་རེད་དེ་ཡིན་ན་ཡང་དེ་ནི་དེ་ག་ལས་ག་ལས་བསྒོམ་ནས། དེ་ནི་དེ་ལ་བསོད་ནམས་ཀྱི་ཚོགས་བསགས་ཏེ་རིམ་གྱིས་རིམ་གྱིས་གོང་ནས་གོང་དུ་འཕེལ་ཏེ། དེ་ནི་མདོ་ཡི་ལམ་ནས་བསམས་ན་ཀར་བ་གྲོང་ཡིག་ཙམ་དུ་མཚོ་ལྡན་ལ་སོགས་པ་ལ་བསོད་ནམས

དེ་ནི་དེ་དངོས་པོ་པས་ས་རྡོ་རི་བྲག་ལ་སོགས་པ་ཤིན་ཏུ་སྲ་ཞིང་མཁྲེགས་པ་དང་དེ་འདྲའི་གི་རྣམ་པ་ལ་མཐོང་ཟུང་འཇུག་སྟེ་དེ་སྟོང་ཉིད་རེད་ཟེར་བ་ནི་སྒང་དགོས་ན་ཐད་ཀ་ལ་སྒང་མ་ཤེས་པ་དག་ཏུ་ཡོད་བ་རེད་ལ། ད་དེ་ལ་མན་ངག་གི་དབང་དུ་བྱས་དུས་ཁ་ནང་དུ་བསྐོར་ནས་དེ་ནི་ང་རང་ཚོ་གི་སེམས་ཏེ། ད་དུས་རྒྱུན་འདི་ལ་ང་རང་ཚོ་གི་སེམས་པས་སེམས་ལ་ཞེས་པ་གཏད་ཡོད་མ་རེད་སེམས་དེ་ཅི་ཡོད་བསམ་པ་འདྲ་པོ་བྱེད་སེམས་དེ་ལ་ཏེ། སྟོབས་ཆེན་པོ་འདྲ་པོ་ནུས་པ་ཆེན་པོ་འདྲ་པོ་དག་དེ་འདྲ་ཡོད་བསམ་པ་འདྲ་པོ་བྱེད།

སེམས་ཀྱི་སེམས་ཁོ་རང་ལ་ཅིག་བཏགས་ཡོང་བའི་སྐབས་སུ་ལ། དེ་ནས་ང་རང་གི་སེམས་དེ་ད་ད་ད་སྙོམས་པར་ཞོག་ཟེར་དུས་དེ་ལ་དེ་ཟེར་ནས་བསྡད་པ་འདྲ། སྙོམས་པར་མ་ཞོག་ཟེར་དུས་རྣམ་རྟོག་མང་པོ་འཕྲོ་བསྡད་པ་འདྲ་བོ་ཅིག་ཡོད་རེད། ཡོད་རེད་དེ་ཡིན་ན་སྙོམས་པར་ཞོག་དུས་སུ་གནས་ཀྱི་འདུག་བལྟས་ན་ད་དེ་ཕ་ཤི་ཁ་ཤི་ལོག་ལ་བལྟས་ནས་བལྟ་དགོས་ཀྱི་ཡོད་མ་རེད། རང་གི་སེམས་ལ་བལྟས་ནས་སྙོམས་པར་ཞོག་དུས་ངའི་སེམས་དེ་དེ་ཟེར་གནས་ཀྱི་ཡོད་རེད།

མཐོང་ཡག་དང་རྙེད་ཡག་གང་ཡང་ཡོག་མ་རེད། དེ་མེད་པ་དེ་ག་རེ་རེད་ཟེར་ན་ད་ང་རང་གིས་དེ་མི་མཐོང་ས། ང་རང་གིས་ད་བལྟས་བཤད་ན་ཨ་ད་དེ་བལྟས་གནས་ད་གནས་ཀྱི་གནས་མཁན་གྱི་ཡོད་ཀྱི་རེད། གནས་ས་ཀྱི་ཡོད་ཀྱི་རེད། གནས་ལུགས་ཀྱི་ཡོད་ཀྱི་རེད་དེ་ང་རང་གིས་ད་མ་ཤེས་པ་རེད་ཟེར་ན་ད་མ་ཤེས་པ་ཡང་མ་རེད་ད་མི་ཤེས་རྒྱུ་གང་ཡང་ཡོག་མ་རེད་ང་རང་གིས་ཟེར་དེ་ང་རང་གིས་ང་རང་གིས་ཟེར། ཡང་འོ་ན་ད་ང་རང་གིས་བལྟ་མ་ཐུབ་པ་རེད་ཟེར་བ་ན་བལྟ་མ་ཐུབ་པ་ཡང་གང་ཡིན་ཡོད་མ་རེད། ང་རང་གི་སེམས་དེ་ང་རང་གི་ང་རང་གི་སེམས་ཡིན་དུས་དེ་ལ་ང་རང་གི་འཁྲིས་འདི་ན་ཡོད་རེད། ཡོད་ན་འདི་ན་ཡོད་རེད། ཡོད་ན་ང་རང་གི་རྩ་ལ་ཡོད་དགོས་པ་རེད། ང་རང་སོང་འདུག་ཟེར་དེ་ད་སེམས་དེ་རེད། སེམས་དེ་ཡིན་དུས་དེ་ལ་ཁོ་རང་ག་བ་འདུག་ག་འདྲས་ཞིག་གནས་འདུག་ཁོ་རང་ག་འདྲས་ཞིག་བལྟ་གི་འདུག་བལྟས་ན་དེ་ནི་གང་ཡང་ཡོད་མ་རེད། མེད་པ་དེ་ང་རང་གིས་བལྟ་མ་ཤེས་པ་མ་རེད། ང་རང་གིས་བལྟ་མ་ཐུབ་པ་མ་རེད། གང་ཡང་མ་རེད།

དེ་གང་གི་རེད་ཟེར་ན་དེ་དེ་སེམས་སེམས་ཀྱི་གནས་ལུགས་དེ་ད་ལྟ་གང་ག་བཏགས་རྒྱུ་དེ་ལ་དཔེར་ན་ད་ལྟ་བྲིས་ཀྱི་ནང་དུ་སོང་བ་རེད་ལ་དབྱིབས་དང་ཁ་དོག་ལ་སོགས་པ་ཡོད་བ་རེད་བས་ཟེར། ད་དེ་ལ་དབྱིབས་དང་ཁ་དོག་ལ་སོགས་པ་ཡོད་ན་ད་དངོས་པོ་དེ་ཡོད་ན་དབྱིབས་དང་ཡང་ན་དངོས་པོ་དེ་ཁོ་རང་གི་སེམས་ཁོ་རང་གི་དབྱིབས་གང་གི་འདུག་ཡང་ན་སེམས་ཁོ་རང་གི་ཁ་དོག་གང་གི་འདུག་དེ་ནི་དེ་དེ་དེ་ལྟ་ན་སེམས་ཁོ་རང་ལ་དབྱིབས་ཡང་ཡོད་མ་རེད་དེ་དེ་རིགས་པའི་རྟགས་ཅིག་ཞིག་ནི་ལྟ་དགོས་ཀྱི་ཡོད་མ་རེད། དངོས་གནས་ང་རང་གི་རྟགས་ནི་ང་རང་གི་སེམས་དེ་ལ་ད་དཔེར་ན་མི་གི་གཟུགས་ལ་ལྟ་བ་ལྟ་བུ་ཡིན་ཞིང་རང་གི་སེམས་ལ་རང་གིས་འདི་འདྲའི་ཞེས་ད་ངའི་སེམས་དེ་ག་འདི་འདྲ་འོ་ད་ང་དེ་ནི་དེ་དབྱིབས་ཡོད་མ་རེད་ཁ་དོག་ཡོད་མ་རེད་ད་དབྱིབས་ཡོད་མ་རེད་ཁ་དོག་ཡོད་མ་རེད་ད་དཔེར་ན་དཔེ་ཆ་གི་ནང་ནས་སེམས་ཀྱི་མཚན་ཉིད་གསར་ཞིག་རིག་པ་ཟེར་གྱི་ཡོད་རེད་དེ་ལ་དབྱིབས་ཡོད་མ་རེད་ཁ་དོག་དོ་ཡོད་མ་རེད་བ་བསམ་ན་དེ་དབྱིབས་ཡོད་ན་ཡོད་དཔེ་གི་ཚུལ་ག་འདྲས་འདུག་དབྱིབས་མེད་ན་མེད་དཔེ་གི་ཁོ་རང་གི་དངོས་པོ་གི་གནས་སྟངས་ག་འདྲས་འདུག་བལྟས་ན་ད་ཁོ་རང་གི་ངོ་བོ་དེ། རྩ་ནི། མཉན་ཡག་མེད་པ། མཐོང་ཡག་མེད་པ། ཟིན་ཡག་མེད་པ། ཅེས་ཡོད་རེད་ལ། དེ་ག་རེ་རེད་ཟེར་ན་ཁོ་རང་གི་བུ་དེ་ཚེ་ཁོ་རང་བྲོས་སོང་བ་འདྲ་པོ་དང། ཁ་བདེ་བ་འདྲ་པོ་དང། མ་རྙེད་པ་འདྲ་པོ་དེ་དེ་གང་ཡང་མ་རེད། ཁོ་རང་གི་ངོ་བོ་དེ་རང་བཞིན་གྱིས་སྟོང་པ་ཡིན་པ་ལ་བརྟེན་ནས། བརྟེན་ནས། སེམས་ཁོ་རང་དེ་རང་བཞིན་གྱིས་སྟོང་པ་ཡིན་པ་ལ། སྟོང་པ་ཡིན་པ། དེ་དེ་ཁོ་རང་གི་གནས་ལུགས་དེ་དེ་རེད་ལ། དེ་སྟོང་པ་ཡིན་པ་ལ་སྟོང་པ་ཡིན་པ་དེ་དངོས་གནས་ཀྱི་ཉམས་སུ་མྱོང་བ་དེ་ང་རང་གི།

སྟོང་ཉིད་ཀྱི་གནས་ལུགས་ཡིན་དུས་དེ་ནི་འདི་དཔེར་ན་ད་ལྟ་གནས་སོང་བསམ་ན་ཡང་གོ་སྐྱེ་ངེས་པས་སྣང་ཚུལ་གཙོ་བོ་ཀུན་རྫོབ་དབང་ཅན་དུ་བྱེད་པའི་སྐབས་ལ་དེ་གནས་བདེ་བ་དང་ལྷན་ཅིག་གནས་པ་ཡང་ཡོད་པ་རེད་གནས་པ་ཡང་ཡོད་པ་རེད་དེ་ཡིན་ན་དངོས་གནས་ཉམས་སུ་མྱོང་ནས། དེ་ནི་གནས་པའི་སྐབས་ལ་གནས་པ་དེའི་ངོ་བོ་དེ་ལ་སྟེ་ལྟ་དུས་གང་ན་གནས་ས་གི་ས་ཆ་ཡོད་མ་རེད་གནས་མཁན་གྱི་སེམས་ཡོད་མ་རེད་གནས་པའི་གི་ཚུལ་ཡོད་མ་རེད་གང་ཡང་ཡོད་མ་རེད་ཁོ་རང་གི་ངོ་བོ་དེ་སྟོང་པ་རེད་སྟོང་པ་རེད་དེ་ཡིན་ན་ཡང་དེའི་ལྷུ་བ་མེད་པ་ལ་ཁོ་རང་གི་སེམས་དེ་ལ་གནས་ས་འདྲ་པོ་དེ་ཡོད་རེད་དེ་ལྟ་བུ་དང་དེ་ཀུན་རྫོབ་རྟེན་འབྲེལ་གྱི་སྣང་བ་དང་དེ་དང་སྟོང་ཉིད་ཀྱི་གནས་ལུགས་གཉིས་དབྱེར་མེད་དུ་སོང་བ་ཡིན་དུས། དེ་ནི་དེ་ལྟ་བུ་དེ་ཉམས་སུ་མྱོང་དགོས་པ་རེད་ལ། དེ་ནི་དེས་དཔེ་བྱས་ད་དེས་དཔྱད་བྱས་ན། བསམ་བློ་གཏོང་ཚུལ་འདྲ་པོ་དེ་རྗེས་དཔག་གི་རིགས་པ་དེ་ཤུགས་ཆེ་སོང་ན་དཔེ་བྱས་དེ་ཧ་བག་བ་འདྲ་པོ་ཡོང་ཡོང་གི་རེད་རེད་དེ་ཡིན་ན་དངོས་གནས་ཁོ་རང་གི་ང་རང་གི་སེམས་དེ་ལ་ད་མི་རྙེད་ས་དང་མི་མཐོང་ས་ཡོད་མ་རེད་ང་རང་གི་སེམས་དེ་ཡོད་ན་དེ་དེ་རྙེད་གི་ཡོད་མ་རེད་དེ་དེ་མཐོང་གི་ཡོད་མ་རེད་ད་དངོས་གནས་ང་རང་གི་སེམས་དེ་རང་བཞིན་གྱི་ངོ་བོ་སྟོང་པ་རེད།

མེད་པ་མ་ཡིན་འཁོར་འདས་ཀུན་གྱི་གཞི། ཡོད་པ་མ་ཡིན་རྒྱལ་བས་སྐྱོང་མ་གཟིགས། མེད་པ་མ་ཡིན་འཁོར་འདས་ཀུན་གྱི་གཞི། ད་དེ་འཁོར་བ་འགའི་གཞི་བཏགས་པ་ཡང་དེ་སྔ་བག་དྲ་ལ་འཁོར་འདས་པ་དེ་དེ་ལ་དེ་མི་འབྱུང་བ་རེད་སྙམ། ངན་ལུགས་འབེབས་པའི་གཞི་ཡང་ད་སེམས་ཀྱི་གནས་ལུགས་ཇི་ལྟ་བ་བཞིན་དུ་རྟོགས་ན། ད་དེ་ཡི་ངོ་བོ་ལ། དེ་ནི་སེམས་ཀྱི་གནས་ལུགས་དེ་རྟོགས་དགོས་པ་རེད། སེམས་ཀྱི་གནས་ལུགས་དེ་དེ་ཕྱིར་ན་མེད་པ་མ་ཡིན་འཁོར་འདས་ཀུན་གྱི་གཞི། ད་ཡོད་པ་དང་མེད་པ་གཉིས་འགལ་བ་མ་རེད་པས་ཟེར་ན་འགལ་འདུ་མ་ཡིན་ཟུང་འཇུག་དབུ་མི་ལམ། དེ་ལ་ད། ལས་གཞན་དུ་ལ། ད་ལྟ་སལ་གཞན་དུ་ལ་ངོ་བོ་རང་བཞིན་གྱིས་སྟོང་པ་དེ་ལྟ། ལུས་ཀྱི་ཕྱི་ནང་བར་བསམ། དེ་ནས་ཚེ་ཡོད། ནང་གི་ལུས། བར་གྱི་བར་སྣང་སྟོང་པ་གང་དུ་ཡང་སེམས་བྱེད་མཁན་དེ་ཡོད་མ་རེད་ལ་མེད་པ་ཡིན་པའི་ཕྱིར་ན་ངོ་བོ་སྟོང་པ་རེད། སྟོང་པ་ཉིད་ཡན་བཞིན་དུ་ལ་དེ་གི་དེ་གི་ངོ་བོ་དེ་རང་བཞིན་གྱི་ངོ་ནི་སྟོང་པ་རེད། སྟོང་པ་ཉིད་ཡན་བཞིན་དུ་ལ་ཁོ་རང་སྟོང་པའི་གི་ངོ་བོ་དེ་སལ་བ་ཡོད་རེད་ལ་སལ་བ་དེ་སྤྱི་དང་གི་གང་ག་ཧ་གོ་གི་ཡོད་རེད་མ་གཏོགས་ཅི་ནོག་ཐུབ། ཟེར་ནས། ད་སེམས་མི་འདུག་ཟེར་ན། སེམས་མི་འདུག་ཟེར་ན་དེ་ནི་ང་རང་ཚོ་བལ་མགོ་དེ་རོ་རེག་འགྲོ་གི་རེད་དེ་རོ་རྩ་ནི་རེག་གི་ཡོད་མ་རེད། སེམས་ཀྱི་རྩ་ཆ་དེ་རྩ་ནི་འགག་གི་ཡོད་མ་རེད་སེམས་དེ་རྩར་སིང་ངེ་ཡོད་རེད། རྩར་སིང་ངེ་ཡོད་རེད་དེ་རྩར་སིང་ངེ་དེ་ག་བ་འདུག་ག་འདྲེ་འདུག་ག་ན་འདུག་བལྟས་ན་ཡོད་མ་རེད་ཁོ་རང་གི་ངོ་བོ་དེ་སྟོང་པ་རེད་དེ་སེམས་ཀྱི་གནས་ལུགས་རེད་སེམས་ཀྱི་གནས་ལུགས་ཡིན་པའི་ཕྱིར་ན་ད་དེའི་སྟེང་དུ་བལྟས་ཚེ་དེ་ངོ་ཤེས་ད་དེ་ཡིན་གྱི་མིན་གྱི་དེ་ངོ་ཤེས་ན་དེ་ནི་ད་དཔེར་ན།

སེམས་ཀྱི་གནས་ལུགས་ལ་ལྟ་བའི་སྐབས་སུ་ན་སེམས་རང་བཞིན་གྱིས་མ་གྲུབ་པ་དེ་དབུ་མའི་ལྟ་བ་ག་རེ་རེད་ཟེར་ན་སེམས་རང་བཞིན་གྱིས་མ་གྲུབ་པའི་རྟོག་པ་ཡིན་གྱི། དབུ་མའི་སྐབས་སུ་ལ་དེ་ནི་མཐའ་བཞི་སྤྲུལ་པ་བརྒྱད་དང་བྲལ་བ་ཡོད་པ་མ་ཡིན་པ་མེད་པ་མ་ཡིན་པ་ད་དེ་འདྲའི་གསུང་གི་ཡོད་བ་རེད་ལ་ཡོད་པ་མ་ཡིན་པ་དང་མེད་པ་མ་ཡིན་པ་དེ་སེམས་ཀྱི་སྟེང་དུ་ལ་ཅིག་བལྟས་ན་སེམས་ཁོ་རང་རང་གི་ངོ་བོ་ལ་བལྟས་ན་དེ་ནི་ཡོད་པ་མ་ཡིན་པ་དེ་གང་དུ་ཡང་མེད་པ། དེ་བལྟ་རོ་ཅིག་རེད་ལ། མེད་པ་མ་ཡིན་པ་དེ་གང་དེ་རེད་ཟེར་ན་སེམས་ཀྱི་གསར་ཆ་དེ་རྩ་ནས་འགག་གི་ཡོད་མ་རེད། མིའི་བཞིན་དུ་ལ་ཁོ་རང་གི་གསར་ཆ་དེ་ཡོད་རེད། གསར་བཞིན་དུ་ལ་ཁོ་རང་གི་ངོ་བོ་དེ་གང་དུ་ཡང་གྲུབ་ཡོད་མ་རེད་ལ། དེའི་ཕྱིར་ན། དབུ་མཐའ་དང་བྲལ་བ་དབུ་མ་ཆེན་པོ་ཡིན་ཟེར་དུས་དབུ་མའི་གཏན་ཚིགས་ཀྱི་གཏན་ལ་ཕབ་པའི་གི་གནས་ལུགས་དེ་གང་གཏན་ལ་ཕབ་གི་ཡོད་རེད་ཟེར་ན་སེམས་ཀྱི་གནས་ལུགས་ཀྱི་ཚུལ་དེ་གཏན་ལ་ཕབ་གི་ཡོད་རེད། སེམས་ཀྱི་གནས་ལུགས་ཀྱི་ཚུལ་དེ་གཏན་ལ་ཕབ། འདི་ནི་ཀུན་འདུས་རྫོགས་ཆེན་ཞེས་ཀྱང་ཟ། ཟེར་ད་ཀུན་འདུས་རྫོགས་པ་ཆེན་པོའི་ལྟ་བ་ཡང་དེའི་སྟེང་དུ་ལ་ཚང་གི་ཡོད་རེད། དེ་ནས་དབུ་མ་ཆེན་པོ་དང།

བྲལ་བ། སེམས་ཀྱི་ངོ་བོ་དེ་ལ་ད་ངོས་བཟུང་ཡོད་ཟེར་དགོས་ཀྱི་ཡོད་མ་རེད། ངོས་བཟུང་མེད་ཟེར་དགོས་ཀྱི་ཡོད་མ་རེད། སེམས་ཁོ་རང་གི་ངོ་བོ་དེ་གང་དུ་ཡང་མ་གྲུབ་པ། གང་དུ་ཡང་མ་རྙེད་པ། ད་དེ་འདྲའི་གི་ངོ་བོ་སྟོང་པ་ཉིད་ཡིན་པ་དེ་དང་ངོ་བོ་སྟོང་པ་ཉིད་ཡིན་གྱི་འདུག་ལ་བསལ་བྱ་མ་འགགས་པ་དེ། དེ་ནི་ད་དེ་ལ་ཁ་ཤས་ཀྱིས་སོགས་ནི་ངོ་བོ་སྟོང་པ་ཉིད

དཀའ་ལས་ཁ་ཁྱེར་ནས་མ་ཤེས་པ་རེད་བས་ཟེར་ན་མ་རེད། དེ་ནས་འོ་ན་པའི་ཟབ་དྲག་ནས་མ་ཤེས་པ་རེད་བས་ཟེར་ན་དེ་ཡང་མ་རེད། འོ་ན་ག་རེ་རེད་ཟེར་ན་ཐག་རིང་པོ་ཐག་རིང་ཁྱེར་ནས་མ་རྙེད་པ་རེད་བས་ཟེར་ན་ཡང་མ་རེད། འོ་ན་ག་རེ་རེད་ཟེར་ན་ངས་ཁྱེར་ནས་ང་རང་གི་འཁྲིས་དང་ང་རང་གི་ས་ཡིན་དུས་དེ་ཧ་མ་གོ་བ་དེ་བྱས། དེ་བྱས་དུས་ལས་སླ་བྱས།

ཐག་རིང་པོ་འདྲ་པོ་དེ་བས་གདངས་རིང་པོ་འདྲ་པོ་དེ་བས་སོང་ལ་སྤང་མ་ཡིན་པ་ང་རང་གི་སེམས་དེ་ང་རང་ལ་ཡོད་རེད་དེ་མི་མཐོང་ས་ཡོད་མ་རེད་དེ་ཡོད་ན་རྙེད་གི་རེད་དེ་རྙེད་གི་ཡོད་མ་རེད་མཐོང་གི་ཡོད་མ་རེད་དེ་མི་རྙེད་དུས་དེ་ངོ་བོ་སྟོང་ངོ་བོ་སྟོང་པ་ཡིན་པའི་སྟོབས་ཀྱིས་དེ་རྙེད་གི་ཡོད་མ་རེད་མཐོང་གི་ཡོད་མ་རེད་སྟོང་ཉིད་ཟེར་ན་དབུ་མ་གི་ནང་ནས་ཡིན་ན་སྟོང་ཉིད་ཟེར་མཁན་དེ་འཕགས་བོད་བོད་ཀྱི་དེ་ལ་ཀུན་རྫོབ་ཀྱི་བདེན་པ་ཟེར་མཁན་དེ་ང་རང་ཚོས་མཐོང་བསྡད་པ་དེ་ལ་དེ་སྐྱག་ཕུ་ནང་ལ་སྟོང་པ་ཉིད་རེད་ཟེར་མཁན་གྱི་ཕ་ན་ཡོད་བ་རེད་བསམ་པ་འདྲ་པོ་ཁྱེད་ཀྱི་བློ་སྐྱེ་གི་ཡོད་རེད་ཡིན་ན་ཡང་དེ་འདྲས་མ་རེད་སེམས་ཀྱི་གནས་བབ་ཐད་ཀར་ཁོ་རང་བསྡུ་ན་རང

དེ་ཡིན་པའི་ཕྱིར་ན་དང་པོ་ལས་ལྷག་ཤོས་དེ་ཁོ་རང་སེམས་ཀྱི་སྟེང་དུ་གཏན་ལ་ཕབ་ཡོད་པ་རེད་ལ། དེའི་ཕྱིར་ན། དེ་ནི་ད་ལྟ། དེ་འདྲའི་ཆེས་ནི། ད་ད་ལྟ་དེར་ཞག་གཅིག་ཆེན་པོ་ཟེར་གྱི་ཡོད་རེད་དེ། རྒྱུ་མཚན་དེའི་ཕྱིར་ན་སེམས་ཀྱི་གནས་ལུགས་སྟེང་དུ། ད་ད་ལྟ་གནས་ལུགས་ནི་ལྟ་བ་ཟེར་དུས་སེམས་གནས་སྤོས་ཀྱི་སྟེང་ལ་བལྟ་ནས་ད་ང་རང་ཚོར་སེམས་གནས་སྤོས་སྐབས་སུ་ལ་ག་འདྲས་ཀྱི་འདུག་བལྟ་ནས་ག་བ་འདུག་ག་འདྲས་ཞིག་གནས་ཀྱི་འདུག

དེ་ནི་རྒྱལ་དབང་ཡག་པོ་ཡོང་གི་ཡོད་མ་རེད་དེ་འདྲ་གསུངས་ཡོད་རེད་ལ། དེ་ནི་དེའི་ཕྱིར་ན་དང་པོ་ལྟ་བ་སྔགས་དེ་སྔས་ལས་ཡོག་དེ་ནི་རྒྱལ་དམངས་ངོ་སྤྲད་སྔགས་དེ་རྗེས་ལས་ཡོག་པ་ཡིན་དེ་འདྲ་གསུངས་ཡོད་རེད་བྲིས་ཀྱི་ནང་དུ་དེ་འདྲ་གསུངས་ཡོད་རེད་ལ། དེ་ནི་དེ་འདྲའི་ཚེ་འདྲི་སེམས་ཁོ་རང་གི་ངོ་བོ་ལ་བརྟགས་ནས། དེ་ནི་དེ་འདྲའི་ཚེ་ཡག་པོ་གཟིགས་ན། དེ་ནི་དེ་ཕན་གྱི་ཡོད་རེད།

སྟེ། དཔེ་གསར་བུ་ཞིག་གི་ཕ་ཚོད་ཁོ་ན་ཡོད་པ་འདྲ་བོ་ཇི་ཙམ་བལྟས་ཀྱི་ཡོད་རེད་དེ། ཡིན་ན་ཡིན་དེ་གང་ཡང་ཡོད་མ་རེད་ཁོ་རང་སེམས་ཁོ་རང་གི་ངོ་བོ་དེ་དེ་ག་རང་གི་སྟེང་ལ་དེ་བཅོས་བསྒྱུར་མེད་པ། དེ་ནས་ད་ལྟ་སྐར་མ་པ་རང་བྱུང་དུ་ཅིག་གསོལ་ན། ཐ་མར་ཤིས་པ་འདི་ཉིད་ལ་ཆོས་དབྱིངས་རྒྱལ་བའི་སྙིང་པོ་ཟེར་གསུངས།